གླིང་སྒྲུང་རྡོ་རྗེ་འཆང་གི་བདག་གི་རྩ་བ་བླ་མ་རེད། གལ་ཆེ་ཤོས་ཀྱི་རེད། ང་ནི་ཁོང་གི་སྐུ་མདུན་ནས་ངས་བསྙེན་རྫོགས་བསྒྲུབས་རྗེས། འོ་ད་དུས་ད་ལྟ་བར་དུ་བསྙེན་ལམ་ཚུན་ཆད་ལ་ང་དགེ་སློང་ཡིན་བསམ་པའི་འདུ་ཤེས་དེ་ཤུགས་ཆེན་པོ་ཞིག་ལྡན་གྱི་ཡོད། སྟོན་དེའི་རྗེས་སུ་རབ་ཏུ་བྱུང་རྒྱུ་ཞིག་རྒྱལ་བའི་གསུང་ལ་སྦྱངས་པ་མི་དམན་ཞིང།

ཨེ་ནི་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་ཚོགས་བདེ་བླག་ཏུ་རྫོགས་ཡང་སྒྲིབ་པའི་ཆ་ཡང་དེ་འདྲའི་ཆ་ནི་ཨེ་ནི་ས་ལམ་བགྲོད་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་འོ་ན་ཐོབ་ཐུབ་པ་ཞིག་ཡོང་ས་རེད་བསམ་པ་ཞིག་གིས་སེམས་ལ་ཡར་ཅིག་གདེང་ཚོད་རུ་གོར་བུ་ཞིག་ཡོང་བསྡད་ཀྱི་འདུག་བ།

སེམས་མཛེར་མཁན་མ་རྩ་ཆེན་མོ་དེ་ནི་ལྟེ་བ་ཤེལ་ཡོད་མཛེས་ཅན་ཡིན་མོད་ལ་རག་ད་དེ་ག་རྫོགས་སའི་དེ་ནི། སྐྱབས་མགོན་རིན་པོ་ཆེ་དང་པོ་དེ་ནི། སེམས་བསྐྱེད་དེ་མཛེས་བཅས་སུ་དེ་ནི་ལ་ས། ཇོ་བོ་རིན་པོ་ཆེ་དྲུང་ལ་དེ་ནི་ཡོངས་འཛིན་རིན་པོ་ཆེ། ཡོངས་འཛིན་གླིང་རིན་པོ་ཆེ་དང་པོ་དེ་ནི་སེམས་བསྐྱེད་སླད་ནས་མཛད་སྤྱོད་རིན་པོ་ཆེ་སྐུ་མདུན་ནས་དེའི་སྟེང་ནས་སྐྱབས་མགོན་རིན་པོ་ཆེ་དེ་ནི་ཡོངས་འཛིན་གླིང་རིན་པོ་སྐུ་མདུན་ནས་དེ་ནི་དང་པོ་སེམས་བསྐྱེད་དེ་སླད་ནས་མཛད་པས་ནི་གསུང་བ་རག། དེ་དང་དེ་ནས་ད་ཚང་མས་ཁག་ཆེ་ཤོས་པོ་གཅིག་མ་ལ་རག་ཟེར་ན། དེ་ནས་སྟོན་དེ་རྗེས་སུ་རབ་ཏུ་འབྱུང་གྱུར་པས་རྒྱལ་བའི་གསུང་ལ་བྱམས་པ་མི་འབའ་ཞིག་ན་ཆོས་སྤྱོད་ལ་བརྩོན་པའི་དགེ་སློང་ཞིག་དྲང་སྲོང་ཆེན་པོ་དེ་ལ་དེ་ལྟར་གུས་མོ་བདེ། དེ་ནས་སྐྱབས་མགོན་རིན་པོ་ཆེའང་དེ་ནས་ལེན་པ་རང་རྒྱལ་བ་ཁྲི་ཆེན་ཚང་མས་དེ་ནས་ཡིད་ཆེས་བཅོལ་སྲས་དེ་ནས་ཏི་ཟུ་བའི་བླ་མ་ཞིག་ལ་ང་རྟེན་བརྟེན་འགྱུར་དེ་ཡོད་ཟེར་མ་ཨོ་ཏི་ཟུ་མ་ལ་རག། དེ་ནས་དུས་རྒྱུན་དེ་ནས་སྐྱབས་མགོན་རིན་པོ་ཆེ། ྋགོང་ས་གཞལ་མཛད་ཚེ་དེ་ནས་གཞུང་ཁག་ཅན་དུ་སྐྱིལ་མོ་ལ་རག་ཟེར་ན་དེ་ནས་དབུ་མ་འཇུག་པ་དེ་ནས་ཆུང་ཆུང་ནས་བཟུང་སྟེ་དེ་ནས་འདུ་ར་དང་དེ་ནས་དབུ་མ་འཇུག་པ་དེ་ནས་སྐུ་གཞོན་གཞོན་ནས་བཟུང་སྟེ་དེ་ནས་ཐུགས་ལ་གཟུང་བས་མཛད་བན་མོ་ལ་རག་ད་དེ་ག་སོགས་ཚེ་དེ་སྟེང་ནས་དེ་ནས་དབུ་མ་འཇུག་པ་དང། མིག་གསར་དུ་དེ་ནས་མདངས་དེ་རིང་དབུ་མ་འཇུག་པའི་འགྲེལ་བ་རང་འགྲེལ་ཟེར་མཁན་པོ་ལ་དེ་ནས་ཉི་མ་རེ་རེ་བཞིན་དུ་དེ་ནས་ཀློག་པའི་མཛད་དེ་ཏུ་གཟུགས་ཉམས་ལེན་མཛད་དེ་ཡོད་མ་རེད་ར། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཇི་ལྟར་དེ་ནས་ག་གཟུགས་ཤིག་དེ་ནས་ཐུགས་ཉམས་བཞེས་མཛད་འོ་དེ་ག་བཙོག་སེ་དེ་ནས ྋསྐྱབས་མགོན་རིན་པོ་ཆེའང་དུས་རྒྱུན་དུ་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་འཇུག་པའི་དེ་གཟུགས་ཤིག་བླ་མ་ཡིན་གཅིག་ཡིན་ཐུགས་ལ་དགོངས་ཏེ་དུས་རྒྱུན་དུ་དེ་རང་དེ་ནས་སྤྱང་ཆུང་གི་སེམས་དང།

དེ་ནི་ཆོས་གང་དང་གང་ཡིན་ན། བརྟེན་ནས་བརྟག་གོ་ཕན་གྱི་མ་ནི་དེ་ནི་ཨང་མཐོང་ཚུལ་ནང་བཞིན་གྱི་ཡོད་ང་གྲུབ་ཡོང་བྱེད་ཞིག་གོ་རང་ཡུལ་གྱི་དངོས་ནས་གྲུབ་ཡོང་བྱེད་ཞིག་མ་ནི་མེད་དེ་ཡིན་ནོ་མོ་ལི་ར་དེའུ་གསུངས་པས་དེ་ནི་སྤྱང་ཕྱུག་གི་སེམས་དང། སྟོང་པ་ཉིད་ཀྱི་ལྟ་བ་ཟེར་མཁན་དགོས་ལ་དེ་ནི་སུ་དང་སུ་ཡིན་ན་ཚང་མས་ཉམས་ལེན་གྱི་མཐིལ་དུ་བཟུང་དགོས་ཞིག་ཐག་བཅད་འདུག་དེའུ་ཡིན་ནོ་མོ་ལི་དེའུ་ཡིན་ནོ་དེ་ག་སོ་སོའི་སྐྱབས་མགོན་རིན་པོ་ཆེའང་དེ་ནི་དལ་གྱིས་བཞུད་ཚོ་ཟེར་དུས་སུ་རྒྱུན་དུ་དེ་རང་ལ་དེ་ནི། ཐུགས་མཉམ་པའི་རྫས་དེ་ཡོད་དོ་གསུངས་པས་དེ་རིང་མ་སེམས་བསྐྱེད་རྫས་བཅོས་མ་ཚང་མའི་ཁ་དེ་ནས་ཡོང་ཟེར་མ་རེད།
འོ་ཡ། ད་ང་རང་ཚོ་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན་ཚོས་ང་ཚོའི་དམིགས་ཡུལ་དེ་རང་ཉིད་ཨེ་ནི་བློ་སྦྱངས་ནས་བཅོམ་ལྡན་འདས་ཁོ་རང་ནང་བཞིན་ཞིག་ད་བྱེད་ཀྱི་ཡིན་བསམ་པ་ཞིག་དེ་ཡང།

སེམས་ཅན་ཐམས་ཅད་ལ་སེམས་ཅན་ག་གཟུགས་ཤིག་ན་དེ་ཚང་མ་དེ་ནས་སྙིང་བཞེས་ཏེ་སེམས་བསྐྱེད་དེ། དེ་གཟུགས་ཤིག་སྤྱོད་དེ་དེ་ནས་ཡོངས་ཀྱི། ཐུགས་བསམ་བཞེས་དགོས་དེ་ཡིན་ནོ་མོ་ལོ་ར་དེ་ནས་དེ་སྣ་ཚོགས་སུ་སྐྱབས་མགོན་རིན་པོ་ཆེའང། དུས་རྒྱུན་དུ་དེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་ལ་ཡང་ནས་ཡང་དུ་དེ་ནས་ཉམས་ལེན་མཛད་དེ་ཡོད་ཉམས་བཞེས་མཛད་དེ་ཡོད་དེ་ག་ཚོགས་སེ་ཚང་མ་ཡང་དེ་ཚོགས་སེ་ལག་ལེན་ལ་བསྟར་དགོས་དེ་ནོ། དེའི་ནང་ནས་ཁག་ཅན་གྱིས་མོ་ལོ་ར་ཟེར་ན་དེ་ནི་ཁྱི་སྤྱང་ཚང་མ་དེ་ནས་རེག་འབའ་རང་རྒྱལ་བ་རིན་པོ་ཆེ་ལ་ཡིད་ཆེས་ཡོད་དད་པ་ཡོད་ཐད་པུ་ཡོད་དགའ་པོ་ཡོད་ན་དེ་ནི་ཏན་ཏན་རྒྱལ་བ་རིན་པོ་ཆེའི་ག་གཟུགས་ཉམས་མྱོང་གྱི་རྫས་དེ་ཡོད་ན་དེའོ་ཁྱི་སྤྱང་ཚང་མས་དེ་ནས་སྤྱོད་ན་དེའོ་མ་ཁ་ཅན་ནི་ནོ་དེར་རེག་འབའ་རང་དེ་ནས་དད་པ་ཡོད་ན་དད་པ་ཡོད་མཁན་རང་ལ་འགྱུར་དེ་ཡིན་ནོ་ཟེར་བ་དེ་ཚོ་མ་རེད། དེ་ནས་ཚིག་གཡུང་མོ་ལས་མཛད་དེ་རབ་བྱང་ཆུབ་སྤྱོད་ཚུལ་ཡིད་འོང་སྤྱོད་པར་བགྱི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་དེ་ནས་དུས་རྒྱུན་ཚང་མས་གདོན་ནི་ན་སྦྱིན་ཏེ་དོན་དག་གོ་དེ་ནས་ཚང་མས་སེམས་ལ་ཤར་དགོས་ཤེ་སེམས་ན་སླེབས་དགོས་ཤེ་འོ་དེ་གཟུགས་མ་ཁ་ལྕེ་ནི་ནོར་མོ་ལ་ར་དེ་ནས་སྟོང་པ་ཉིད་ཀྱིས་སྤྲོ་ལ། དེ་ནས་ཅོ་ནེ་ལ་མ་རིན་པོ་ཆེ་མཛད་པས། རྟེན་ཅིང་ཆོས་ཉིད་མི་འདོར་ལ། སྟོང་ཅིང་འཇིག་རྟེན་ཚུལ་ཡང་སྟོན། ཟེར་འོ་དེ་གཟུགས་པས་དེ་ནི་ལུང་འདྲེན་དྲངས་མཛད་དེ། དེ་ནི་མ་དེའོ་མ་ཁ་ཅན་ནི་ནོར་སྟོང་ཉིད་ལྟ་བ་ལ་གོ་དགོས་ཤིའོ་ཚང་མ་ཁ་ཅན་ནི་ནོར་མ་རེད། ཧོ་ཡ། ད་སངས་རྒྱས་པའི་ཆོས་ལ་རིག་རིག་གི་སྐད་ཅིག་ཡོད་པ་མ་རེད།

དབུའི་སྟེང་ལ། དེ་ནས་ཡང་སངས་རྒྱས་བཅོམ་ལྡན་འདས་ཕྱག་རྒྱ་ཐུབ་པ་དེ་ནི་ཕྲིན་ལས་ཀྱི་རང་གཟུགས་ཡིན་མཁན་གྱི་དེ་གཟུགས་སུ་བསམ་བློ་བཏང་དགོས་དོན་ནོ། ད་དེ་ག་རྫོགས་ཚེ་དེ་ནས་མཐའ་སྐོར་དུ། དེ་ནས། བླ་མ་ཡི་དམ་སངས་རྒྱས་བྱང་སེམས་དེ་ནས་ཧཱུྃ་དབང་སྐྱབས་བཅོལ་ཚེ་སྐྱབས་ཡུལ་ཅི་དང་ཅི་བརྗོད་ན་དེ་ཚང་མ་མ་ཚང་མེད་པར་ཆ་ཚང་དེ་ནས་ཚང་དེ་ཡོད་དུ་བསམ་བློ་ནན་ཏན་བཏང་དགོས་དོན་ནོ། ཨེ་འགྲུབ་བགྱི་བ་རེད།

མཐའ་སྐོར་དུ། དེ་ནས་སེམས་ཅན་ཐམས་ཅད་ཡོད་ཟེར་བསམ་བློ་བཏང་རྗེས་དེ་ནས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སུ་དང་སུ་ཞིག་ཡིན་ན་སངས་རྒྱས་སྲས་ཀྱི་ནུས་པ་ཞིག་ཏན་ཏན་ཡོད་དེ་ནོ་ཁམས་བདེ་གཤེགས་སྙིང་པོ་ཡང་ན་སངས་རྒྱས་སྲས་ཀྱི་ནུས་པ་རིགས་དེ་གཟུགས་ཞིག་ཡོད་དེ་ནོ་དེའོ་གསུངས་པས་དེ་ནས་སེམས་བསྐྱེད་གཅོད་བྱེད་དོ་དེ་ནི་མ་ཁག་ཅན་གྱི་ནོ་མོ་ལ་སེམས་ཅན་སུ་ཞིག་ཡིན་ན་དེ་ནས་སྡུག་བསྔལ་མདོ་དེ་མ་ནོག་པ་ཡིན་ན་སྡུག་བསྔལ་ཡོངས་བཅད་ཞེས་བྱར་ནོ། བདེ་བ་མདོ་དེ་ནོག་པ་ཡིན་ན་བདེ་བ་བསྒྲུབ་ཐུབ་པས་མ་ནོག་དེ་བསྒྲུབ་མི་ཐུབ་ཞེས་ཅི་གསུངས་དེ་ནོག་ཟེར་ན་དེ་ནི་སོ་སོའི་སེམས་པོ་བཤད་མ་ཐུབ་བསམ་བློ་རྒྱ་ལས་བཏང་མ་ཐུབ་པས་འོ་བསྡུ་བའི་ཞོན་ཞོར་དེ་ནོག་དེའོ་གསུངས་པས་ད་དེ་རིང་ཏན་ཏན་རང་དེ་ནས་སེམས་བསྐྱེད་དེ་ལ་ཚང་མས་ནན་ཏན་བཅོས་ཏེ་བསམ་བློ་བཏང་སྟེ་སེམས་བསྐྱེད་འཛེགས་རོགས་ཞེས་ཁ་ཆེ་ནས་ནོག་མོ་ལ།

སོ་སོའི་མདུན་ལ། དེ་ནས་བདག་ཅག་གི་སྟོན་པ་གཙོ་བོར་གྱུར་པས། དེ་ནས་རྒྱ་གར་གྱི་མཁས་པ་མགོན་པོ་ཀླུ་འབྲུག་དང། འཕགས་པ་ཐོགས་མེད་ལ་སོགས་པའི་དེ་ནས་རྒྱ་གར་གྱི་པཎ་གྲུབ་སྟེ་ཚང་མ་དང། དེ་གར་སོ་སོའི་དེ་ནས་སྤོས་རྐང་གཅེན་གཅུང་གི་ས་སྐྱ་བཀའ་བརྒྱུད་རྙིང་མ། དགེ་ལུགས་སྒྲིག་འཛུགས་ཀྱི་དེ་ནས་བླ་མ་སྐྱེས་ཆེན་དམ་པ་བརྒྱུད་པ་ཚང་མ་ཡོད་བསམས་ཏེ་དེ་ནས་བསམ་བློ་བཏང་བས་དེ་ནས་འོག་མོ་ལ་རག་དེ་ནས་སྐྱབས་མགོན་རིན་པོ་ཆེའང་དུས་རྒྱུན་དུ་དེ་ནས། བྱང་ཆུབ་ཀྱི་སེམས་མི་སྡོམ་པ་ལས་ནི་མཛེ་རེ་ཡོད་དེའོ་གསུངས་པའི་ངའི་རྒྱུད་ལ་རྟེན་འབྲེལ་འདི་ནི་བྱང་ཆུབ་ཀྱི་སེམས་བསམ་གྱིས་སྡོམ་པ་ཞིག་ཡོད་མོད་ལ་རག་དེའོ་གསུངས་པས་དེ་གྱིས་ཀྱང་ཚང་མ་དེ་རིང་དེ་རིང་ད་ཨའོ་ཚང་མ་དེ་ནི་དལ་འབྱོར་གྱི་ལུས་རྟེན་བཟང་པོ་ཞིག་ཐོབ་དེ་ནོ་དེའོ་གསུངས་པས་དེ་ནི་དེ་ལུས་རྟེན་བཟང་པོ་དེ་ནི་ཁྲོ་ལག་མ་དང་ཀོ་ལེ་མ་དང་ཚང་མས་བྱང་ཆུབ་ཀྱི་སེམས་ཀྱི་སྡོམ་པ་ཞིག་ལས་འདས་ཏེ་དུས་རྒྱུན་དུ། དེ་ནས་ལྷུང་བྱ་བྱང་ཆུབ་ཀྱི་སེམས་ཀྱི་སྡོམ་པའི་མི་མཐུན་ཕྱོགས་ལྷུང་བྱ་དེ་ནི་རྩ་ལྟུང་བཅོ་བརྒྱད་དང་ཉེས་བྱས་བཞི་བཅུ་ཞེ་དྲུག་ལ་སོགས་པ་དེ་གཟུགས་ཡོད་པ་དེ་ཚང་མ་དེ་ནི་ཧ་གོ་སྟེ་ཤར་བུམ་ཅོག་གི་ཧ་གོ་རྫས་གོ་སྟེ་ནོ་མོ་ལ་ར་ཤ་མགོན་རིན་པོ་ཆེ་དེ་ནི་དུས་རྒྱུན་དུ་དེ་ཚང་མ་དེ་ནི་སེམས་རྣམས་ལ་སྤྲད་ནས་མཛད་དེ་ཡོ་མོ་ལ་ར། ཨོ་ཡ།
དང་བསྡུ་ན། རྒྱལ་བ་སྲས་དང་བཅས་པ་ཡོད་བསམ་པར་བྱས། ཨེ་ནས་ང་དེ་ལྟ་བུ་ཤཱཀྱ་སེང་གེའི་སྒྲོན་སྙིང་བཟོ་རུ་བྱས་ནས། ཨེ་ནས་ལྟ་བུ་ཤཱཀྱ་སེང་གེ་དང་འཕགས་པ་སྤྱན་རས་གཟིགས་ཀྱི་སྒྲོན་སྙིང་བཟོ་རུ་བྱས་ནས་ངས་མ་ཨེ་ནས། ལམ་སྟོན་བྱེད་ཀྱི་ཡོད་རེད། ཨེ་ནས་ཁྱེད་རང་ཚོས་རྗེས་མཐུད་ཅིག་ཤོག་ཨ།
དེ་ནས་སོ་སོའི་མདུན་གྱི་ནམ་མཁའ་ལ་སངས་རྒྱས་བཅོམ་ལྡན་འདས་གཙོར་གྱུར་པས་དེ་ནས་རྒྱལ་བ་སྲས་དང་བཅས་པ་ཚང་བ་མ་ཚང་བ་མེད་པར་ཚང་འདི་ཡོད། དེ་ཀ་རྫོགས་ཚེ་དེ་ནས་སྐྱབས་མགོན་རིན་པོ་ཆེའང་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་བདག་མགྲོན་གཉེར་ཚབ་རྫོགས་ཤིག་དེ་ཚུགས་ཤིག་ཅི་བྱང་ལ་དེ་ནས་བྱང་ཆུབ་བྱང་ཆུབ་སེམས་ཀྱི་སྡོམ་པ་འབོགས་ཆོག་བྱེད་མཁན་ཅིག་ཡིན་ས་བསམ་བློ་བཏང་ཙམ་མ་རེད། འོ་ཡ།
ད་ཚང་མས་བྱེད་འདོད་གནང་ཤོག་ཨ། ཚང་མས་ལ། བྱང་ཆུབ་སེམས་པའི་སྡོམ་པ་བཟུང་སྙམ་པ་ཅིག་གིས། ཨ་མདོ་ཁྱེད་རང་ཚོའི་དེ་རིང་ཨ་མདའ་བཀའ་ཆོས་ཉན་ཟེར་བླ་མ་དང་དེའི་སྟེང་གི་ནམ་མཁའ་ལ་ཟབ་རྒྱས་ཀྱི་བླ་མ་རྣམས་ཀྱི་ཐུགས་རྒྱུད་ལ་ཡོད་བསྡད་པའི་བྱང་ཆུབ་སེམས་དཔའི་སྡོམ་པ་ནང་བཞིན་གྱིས་ངས་ད་རེས་ཞུ་གི་ཡོད་བསམ་པ་བྱས་བྱས། དེ་ནས་སྐྱ་བོད་ཀྱི་དྲུང་དང་དེ་གར་ཟུར་ཟའི་སྐྱབས་མགོན་རིན་པོ་ཆེ་དྲུང་ནས་མདུན་ནས་ཚང་མས་བྱང་ཆུབ་ཀྱི་སེམས་ཀྱི་སྡོམ་པ་ལས་ནི་ཡོད་སྙམ་བསམ་བློ་མ་ཏན་ཏན་བཏང་དགོས་དོན་ནོ་དེ་བསམ་བློ་ཏན་ཏན་ཐུགས་ལ་སྤོར་ཏེ་དེ་ནས་ཚང་མས་ལད་མོ་ཞུ་ལས་མཛད་མོད་ལ།

རང་གཞན་དོན་ལས་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་གྱིས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཀྱིས་ནི། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་བསྐྱེད་པར་གྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག། འོ་ད་ལན་གཉིས་སོང་ནས་ཟླ་གསུམ་པའི། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག་ཞེས་པའི་ཚིག་རྐང་དེའི་ཁ་ཐུག་ལ་ཨེ་ནི་བྱང་ཆུབ་སེམས་དཔའི་སྟོང་པ།

ཧོ། ལན་གསུམ་པའི་སྤྱན་སྟོན་མཛད་པར་ཞུ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་བདེ་ལ་རྗེས་ཡི་རང།
སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་གྱིས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཀྱིས་ནི། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་གྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲོ་བར་ཤོག། འོ་ད་དེ་གའི་བྱང་ཆུབ་སེམས་དཔའི་སྟོང་པ་གསུང་ཡ་འདི་གྲོལ་བྱས་ད་མ་ཞུགས་ཤིག། ཚང་མ་ས་གཞི་བསྒོམ་དགོས།

བྱས་ནས་ཨ་མདོ་ངའི་ནུབ་རྒྱུད་རྟག་པར་གཟས་ཡག་འདི་རེད། དེ་ལྟར་བློ་གྲོས་གཟས་ཀྱི་སྣང་བ་གསལ་བྱས་ནས་རང་གི་ལག་ན་གནས་པའི་སྐྱུ་རུ་ར་བཞིན་དུ་སྲིད་གསུམ་འདི་ལྟར་མ་ལུས་སྒྲེང་ནས་སྐྱེ་མེད་པར་རྟོགས་ཏེ་ཐ་སྙད་བདེན་པའི་སྟོབས་ཀྱིས་འགོག་པར་འགྲོ། རྟག་ཏུ་འགོག་པར་རྟོགས་པའི་བསམ་གཏན་ཡིན་མོད་ཀྱི་འགྲོ་བ་གང་མོས་པ་ལ་སྙིང་རྗེའང་སྐྱེ་བར་བྱེད། དེ་གོང་བདེ་གཤེགས་གསུམ་བསྐྱེད་སངས་རྒྱས་འབྲིང་བཤད་ནི་མ་ལུས་པ་རྣམས་བློ་ཡིས་ཕམ་པར་བྱེད་པའང་ཡིན། སྐུ་གཟུགས་དེ་ཉིད་གཤོག་ཡངས་དཀར་པོ་སྐྱ་སྐྱེ་བོ་ངང་པའི་རྒྱལ་པོ་དེ་ནི་སྐྱེ་བོ་ངང་པ་ཡི་མདུན་དུ་བདར་ནས་རྒྱལ་བའི་ཀླུང་གི་ཤུགས་སྟོབས་ཀྱིས་རྒྱལ་བའི་ཡོན་ཏན་རྒྱ་མཚོའི་ཕ་རོལ་ཕྱོགས་དང་འགྲོགས་ཕྱིར་ནི། འོངས་ནས་ད་ནི་ཀྱི་དབུ་མ་འཇུག་པའི་ཚིག་འདི་གི་པའི་སེམས་རུ་པའི་ཅིག་དེང་ཁྱེད་ཡར་བྱེད་དུ་བ་པོ་བ་ཉེ་ཡར་བྱེད་ཀྱི། འོ་ད་དུག་སྣང་ཤོག་ཨ། དེ་ནས་སྐྱབས་མགོན་རིན་པོ་ཆེས་སྤྱོད་འཇུག་གི་ཚིག། ལོང་བའི་ཕྱག་དར་ཕུང་པོ་ལ་ཇི་ལྟར་རིན་ཆེན་རྙེད་པ་ལྟར་ཟེར་སྡིགས་མཛུབ་ཀྱིས་དེ་ནས་རླུང་འདྲེན་མང་པོ་ཞིག་གསུང་གི་མཛད་དེ་ཚང་མས་དེ་ནས་བྱང་ཆུབ་ཀྱི་སེམས་བོར་ལ་ནན་ཏན་སྤྱོད་པ་དེ་ཡིན་ནོ་སྨོན་ལ་རག་དེ་ནས་སངས་རྒྱས་བཅོམ་ལྡན་འདས་བཀའ་དྲིན་ཅན་ཡང་དེ་ནས་ལོ་དྲུག་དགའ་བ་སྤྱད། དེ་གཟུགས་བྱང་ཆུབ་ཀྱི་སེམས་ཐུགས་ལ་འཁྲུངས་ནས་དེ་ནི་སངས་རྒྱས་དེ་ཡིན་ནོ། དེ་ག་ཚོད་སེ་ངར་གྱི་རྒྱ་གར་གྱི་ཤི་བོ་དམ་པ་ག་གཟུགས་ཞིག་ཡིན་ན། དེ་ནི་དེ་ག་ཚོད་སེ་བོད་ལ་ཡིན་ན་ས་སྐྱའི་བཀའ་ཉིད་རིས་སུ་མ་ཤི་བོ་དམ་པ་ཚང་མ་དེ་ནི་ཉམས་ལེན་མཛད་བྱེད་དུ་བྱིན་ནོ་ཟེར་ན་དེ་ནི་བྱང་ཆུབ་ཀྱི་སེམས་དེ་ཡིན་ནོ་མོ་ལ་ར་དེའོ་གསུངས་པས་ད་དེ་རིང་བྱང་ཆུབ་ཀྱི་སེམས་མེད་དེ་ནི་སྡོམ་པ་ས་ལ་མཛད་བཞག་ལ་དེ་ནི་ཡིན་ནའང་མི་གཅིག་པོ་མ་ཡིན་པ་ལ་དང་དེ་ནི་ཧང་ལ་དུས་རྒྱུན་ནོད་ཀྱ་ལེན། འདྲེ་གཟེར་བཏང་ན་གོ་དེ་འདྲེ་ཡིན་ན་ད་དོན་དག་ལ་ལར་འདྲེ་དང་དེ་ཚོ་མི་དང་མི་མ་ཡིན་ཅི་ཞིག་ཡིན་ན་དེ་ཚང་མའི་རྒྱུ་ལ་དེ་ནི་ཏན་ཏན་བྱང་ཆུབ་ཀྱི་སེམས་ཀྱི་སྡོམ་པ་ཐོབ་པའི་ནོངས་མོ་ལ་ར་དེ་དེ་ག་ཚོད་ཟེར་ཨང་དུས་རྒྱུན་སྲིད་འདས་རྗེས་ཡུལ་ལ་གཞི་བདག་ཟེར་མཁན་གྱི་ཡོང་ན་གོ་ཡུལ་རེ་རེའི་ལ་མི་འདྲ་མི་འདྲ་སེ་མཇལ་ཞིག་གོ་དེ་ཚང་མ་ཡིན་ན་ཡུལ་ལ་གཞི་བདག་ཀུན་ན་ཡིན་ན་དེ་ནི་བྱང་ཆུབ་ཀྱི་སེམས་ཀྱི། སེམས་རྒྱུད་ལ་སྐྱེས་ཏེ་དེ་ནི་མ་སེམས་པ་བཟང་པོ་དང་མཉམ་པོ་དེ་གཟུགས་གཅིག་དང་གཅིག་ལ་བརྟེན་ནས་ཕར་འདོགས་བྱོས་མཁན་ཤང་ཤང་གཅིག་ཏུ་འགྱུར་སོང་སྙམ་དེ་ནི་བསམ་བློ་བཏང་དགོས་བྱུང་མ་ཁ་ཅིག་ནི་ནི་དམུ་ལོ་ར་ད་དོན་དག་ལ་བརྟེན་ནས་དེ་རིང་ནས་བཟུང་སྟེ་ཚང་མས་སེམས་བཟང་པོ་བཙལ་ཏེ་བྱང་ཆུབ་ཀྱི་སེམས་ཀྱི་སྟོན་པའི་ཉམས་ལེན་པོ་རྒྱ་ལ་བོར་དགོས་དེ་ཡིན་ནོ་དམུ་ལོ། དེ་ནས་ལ་ལུ་བཞི་དག་དང། བུ་གཟུགས་བཞི་ཡིན་ན་གཅིག་གིས་གཅིག་ལ་དེ་ནས་ཕན་ཐོགས་སྤྱོད་ཅིག་གནོད་མི་བྱ་ཅིག། འོ་དེ་གཟུགས་སྤྱོད་ཅིག་འོ་དེ་དེ་རིང་དེ་ནས་སྐྱབས་མགོན་རིན་པོ་ཆེ་ལྟར་ལབ་ཅག་ཡོད་ན་མེད་ན་དེ་ནས་ཁྱི་སྤྱང་ཚང་མ་འོ་དེ་འོ་ཡིན་དེ་འོ་ཏན་ཏན་ལག་ལེན་ལ་བསྟར་དགོས་དེ་ཡིན་ནོ་ང་ལ། ཨོ་ཡ།

བདག་དེ་ནས་ཐམས་ཅད་རྣལ་འབྱོར་གྱི་སེམས་ལས་སྟང་སྒོ་དང་པོ་ཅིག་མ་ལ་རག་ཟེར་ན་དེ་ནས་ཁྱི་སྤྱང་ཕྱོགས་ལ་དེ་ནས་ལྟ་ཟེར་འདུག་སྐད་ནས་རྒྱལ་བ་རིན་པོ་ཆེའང་དེ་ནས་བསྟན་བསྟན་ཁྱི་སྤྱང་དེ་ནས་སེམས་བསྐྱེད་ཞུས་སའི་ཨ་གཟུགས་བླ་མ་དང་དེ་སྟེ་དགའ་ཚོགས་སེ་བདག་ང་དང་དེ་ནས་སེམས་ཨེ་ནང་ལོག་པོ་ལ་བསམ་བློ་བཏང་ཅི་བཏང་དགོས་ལེན་ནོ་ཟེར་ན་འང་བ་སེམས་པོ་དེ་ནས་ནམ་མཁའི་ཟླ་བ་ཚོགས་སེ་གོར་གོར་ཀིར་ཀིར་ཞིག་དེ་ནས་སོ་སོའི་སྙིང་གའི་ཁབ་ཐུར་ལ་ཡོད་བསམ་བསམ་བློ་བཏང་དགོས་ལེན་ནོ་མོར།
དོ་ཡ། དབུ་གུར་འཇུག་པའི་ནང་ལ་གསུང་ཡག་གི། གལ་ཏེ་རང་གི་མཚན་ཉིད་བསྟན་གྱུར་ན་དེ་ལ་བསྐུལ་བའི་དངོས་པོ་འཇིག་པའི་ཕྱིར། སྟོང་ཉིད་དངོས་པོ་འཇིག་པའི་རྒྱུར་གྱུར་ན་དེ་ནི་རིགས་མི་བདེ་ཞེས་ངོས་ཡོད་མིན་སེམས་གསུང་བ་ན་ཞེས་རྒྱུ་ལ་སྤྱོད་པ་རྡོ་རྗེ་ཟེགས་མའི་གཏན་ཚིགས། ངོ་བོ་ལ་སྤྱོད་པ་གཅིག་ཏུ་བྲལ་གྱི་གཏན་ཚིགས། འབྲས་བུ་ལ་སྤྱོད་པ་ཡོད་མེད་སྐྱེ་འགོག་གི་གཏན་ཚིགས། འོ་དེ་འདྲེས་ཀྱི་ཐོག་ནས། ཕ། རྒྱུ། ངོ་བོ་འབྲས་བུ་གང་ཡང་ཡང་ནི་གཟུགས་སྐུ་གཟུགས་ས་མི་འདུག་བསམ་པ་གཅིག་གིས་བསམ་བློ་བཏང་ཞིག་དུ་བ། ང་རང་ཚོ་བློ་ལ་སྣང་བ་ན་གཞི་གཅིག་གིས་ཕི་གའི་གཟུགས་སྐུ་གཟུགས་ས་ཅིག་མི་འདུག་བསམ་པ་གཅིག་གིས་བསམ་བློ་ཞིག་བཏང། ད་འོ་ན་ག་འདྲི་ཞོར་ལབ་ན། གང་ཕྱིར་དངོས་པོ་འདི་དང་རྣམ་བཅས་ན་དེ་གཉིས་རྟག་ཅན་དངོས་ལས་ཚུལ་རོལ་དུ་གནས་ཉིད་མ་ཡིན་དེ་བཞིན་འཇིག་རྟེན་གྱི་ཐ་སྙད་དེ་ལ་རྣམ་པར་དཔྱད་མི་བྱ།

རྒྱུ་འབྲས་གཉིས་ཀ་ལ་དཔྱད་ནས་བསྡུར་བ་ནི་མུ་བཞི་སྐྱེ་འགོག་གི་རྟགས་ཟེར་འོ་དེ་གཟུགས་པའི་སྡེ་ནི་སྟོང་པ་ཉིད་ལ་བསམ་བློ་བཏང་རྗེས་རྒྱུ་མཚན་ནི་དེ་ནི་རྟགས་མི་འདྲ་མི་འདྲ་མང་པོ་ཞིག་ཡོད་དཀའ་མོ་ལ་ར་འོ་དེ་བཟུང་བས་དེ་རྟགས་རྒྱུ་མཚན་ཀུན་སོ་སོའི་སེམས་ལ་བསམ་བློ་བཏང་སྟེ་ཤར་ཞུགས་ཏེ་དེ་ནི་མི་དེ་དཔྱད་པ་སྤྱོད་གོ་དེ་ནི་འོ་མོ་ལ་ར་དེ་ནི་ཆོས་ཐམས་ཅད་རང་དབང་དེ་ནི་མིག་གི་མཐོང་ཚུལ་ནང་བཞིན་གྱི་མེད་པ། དེ་ལུས་ལ་སྣང་བ་མཐོང་ཚུལ་ནང་བཞིན་གྱི་མེད་པ། དེ་ནི་སྐྱེས་ནས་ཉེས་བྱས་མེད་མཁན་གྱི་ཡིན་ནོ་ངོ། དེ་ཡོ་བསྲུངས་པས་སྐྱབས་མགོན་རིན་པོ་ཆེ་སྤྲུལ་རྒྱུན་དུ། དེ་ནི་དེའི་རྟགས་གསལ་ཏེ་རྒྱུ་མཚན་པོ་ཚང་མ་བསམ་བློ་བཏང་སྟེ་དེ་ནི་སྟོང་པ་ཉིད་ལ་ཉམས་ལེན་པོ་ཡང་ནས་ཡང་དུ་མཛད་དེ་ཡོད་ངོ། ཡང་ཡང་བྱས་ནས་ད།

ཁ་ཡོད་ལག་ཡོད་ཀྱི་ཉམས་མྱོང་ག་ལ་གང་འཚམ་སྐྱེས་ཀྱི་འདུག་བ། སྟོང་ཉིད་ཀྱི་ལྟ་བ་ལས་ད་ག་རེ་བཞིན་བསམ་བློ་བཏང་བསམ་བློ་བཏང་བ་དེ་གིས་ཁོ་ག་ལ་གང་འཚམ་ཅིག་ཁ་ཡོད་ལག་ཡོད་ཀྱི་པའི་སྟོང་པའི་གོ་བ་རུ་ཞིག་དང་ཚོར་བ་ཞིག་སླེབས་ཀྱི་འདུག་བ། བྱས་ཙང་ང་ཁྱེད་རང་ཚོས་ད་སྟོང་ཉིད་སྐོར་ལ་ཡང་བསམ་བློ་ཞིག་བཏང་བྱས་ཨེ་ནི། དེ་འབྲེལ་གྱི་ཆོས་ཐམས་ཅད་མིང་བརྡས་བཞག་ཙམ་ཞིག་མ་གཏོགས་དོན་རང་གི་ངོ་བོའི་སྒོ་ནས་གྲུབ་པ་ཞིག་སྣང་བ་ལྟར་དུ།

ཁོ་རང་ཨ་མོ་ཆོག་ནས་ཡོང་ང་ཁོ་རང་ཚུགས་ཐུབ་ཏུ་བསྐྲུབ་ཡོང་མཁན་ཞིག་དེ་ནི་སེམས་ནང་ལ་ཤར་བའི་ནོ་ཨོ་མོ་ལ་ར་ཡིན་ནང་དེ་ཨ་ཧོན་དེ་ནས་མཐོང་ཐོས་སྤྲེང་སྤྲིང་བཙོག་སེ་དེ་བཙོག་སེ་ཨ་མོ་ནས་ཡོང་ང་བསྐྲུབ་ཡོང་བྱེད་ཞིག་ཡོད་ག་ཟེར་ན་དེ་འོ་མ་ནི་མེད་དེ་ཡིན་ནོ་ཨོ་མོ་ལ་ར་དེ་ནས་ཨ་ཧོན་དེ་ནས་སེམས་ནང་ལ་ཏན་ཏན་བརྟག་དཔྱད་བྱོས་ཟེར་བསམ་བློ་བཏང་སྟེ་དེ་ཟུག་བཅོས་ན་ཁོ་བརྟག་དཔྱད་བྱེད་ཅེས་པའི་མཐའ་ལ་དེའི་ནང་ནས་ཅང་ཡི་གཟུགས་ཤིག་ཐོབ་བྱེད་ཞིག་ཅང་མེད་དེ་ནོ་ཡིད་རགས་པ་ཡིན་ཡང་དེ་ཐོབ་བྱེད་ཞིག་མེད་ན་ཡང་དེ་ནི་དཀོན་མ་ནི་མེད་དེ་ཡིན་ནོ་ཟེར་ན་མེད་དེའང་མ་ནོ་ཡོད་ཡོད་དེ་ཡིན་ནོ་ཡོད་ལུགས་ཡོད་དང་པོ་ཅི་ནོ་ཟེར་ན་དེ་ནི་ཧཱུྃ་ཆོས་མིན་ཡིན་ན་ཅི་དང་ཅི་བཞིན་ཡིན་ན་དེ་ནི་སོ་སོ་རང་གིས་རང་གི་མིང་མིང་དེ་དང་རྟོག་པ་ཉིད་ཀྱིས་བཏགས་ཙམ་གྱིས་ཆོས་བཞིའོ་དེ་གཟུགས་ཤིག་ལ་བསམ་བློ་གཏང་དགོས་དོན་ནོ་དེ་གཟུགས་ཤིག་སྟོང་པ་ཉིད་ལ་བསམ་བློ་འཁོར་བའི་འོག་ནས་དེ་ནི་སོ་སོའི་དལ་གྱིས་སེམས་ཐག་ཆོད་པོས་བཀོད་ནས་དལ་གྱིས་དེ་ནས་དང་པོ། སོ་སོའི་སྙིང་གའི་ཁ་བཏུགས་ལས་ལ་དེ་ནས་ཟླ་བའི་འོག་སྒོར་སྒོར་གྱི་བསམ་བློ་བཏང། དལ་གྱིས་ངོམས་སོང་ང་ད་ལྟ་ས་གཉིས་པའོ་ཅི་ནོ་ཟེར་ན་དེ་གཟུགས་ཀྱི་དེ་ནས་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པར་སྟོང་པ་ཉིད་དོ། དེ་གཟུགས་ཀྱི་སེམས་པོ་དེ་ནས་རྡོ་རྗེ། དེ་ནས་ཧཱུྃ་དང་ས་དྲིལ་བུ་དང་དྲིལ་ལུ་དང་མཉམ་པོ་རྡོ་རྗེ་མི་འདོད་འོ་དེ་རྡོ་རྗེ་དཀར་པོ་རྩེ་ལྔ་པ་བཞིའི་གཟུགས།

རང་དབང་མ་གྲུབ་པའི་ང་སྟེ། དེ་ནི་ཏན་ཏན་རང་སངས་རྒྱས་ཀྱི་གོ་འཕང་ལ་འགྱུར་བཤད་ཅིག་ཡོང་ནོ། ཏེའོ་གསུངས་པའི་དག་ས་ཚང་མས་བསམ་བློའི་ནང་ལ་འོ་དི་གཟུགས་ཞེས་ཆོས་ཐམས་ཅད་རང་ངོས་ནས་མ་གྲུབ་པ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་རང་མཚང་གིས་མ་གྲུབ་པ་ཞིག་བསམ་བློ་ཏན་ཏན་ཁོར་ཞུགས་ཏེ་རྩིས་པས་བསམ་བློ་བཏང་སྟེ་འདེད་དགོས་དེ་ནི་ཨོ་མོ་ལི་ར་དག་ཉམས་བཞག་ཚུགས་སུ་བཅོས་ཟེར།
ཡ། ད་ང་ཟ་བཞིན་ཡོད་དོ་ཡོད་རེད་དེ། འཛུགས་གོ་འཛུགས་ས་ཞིག་ཁྱོན་ནས་མི་འདུག་བསམ་པ་ཅིག་གིས་སེམས་ཐག་ཆོད་པ་ཞིག་བསམ་བློ་གཏོང་ཤོག་ཨ། ང་ཟ་ཧྲན་གྱིས་ཡོད་ཡོད་དེ་ནོ་ཡིན་ན་དེ་ནས་ཧང་འཛུགས་གོ་འཛུགས་ས་ང་ནི་མེད་དེ་ནོ་མོ་ལར་ད་དེ་ནི་ཕུང་པོ་དང་དེ་གཟུགས་དབྱིབས་དང་དེ་ཚང་མ་བསམ་བློ་བཏང་ན་འཛུགས་གོ་འཛུགས་ནི་ཐོབ་ཆས་ཞིག་མེད་དེ་ཡིན་ནོ་ང་ཡོད་ཡོད་ཁ་ཏན་ཏན་ཡོད་པ་ནི་འོ་དེ་ཟོ་ཞིག་བསམ་བློ་བཏང་རེད་འདུག་མོ་ལར།

དེ་ནི་སངས་རྒྱས་ཟེར་ན་མཛུབ་མོ་བཙུགས་ས་ཞིག་ཅང་མེད་དེ་ཡིན་ནོ། སེམས་ཅན་ཟེར་ན་མཛུབ་མོ་བཙུགས་ས་ཞིག་ཅང་མེད་དེ་ཡིན་ནོ། དེའོ་གསུངས་པས་དེ་ནི་ཅི་དང་ཅི་ཞིག་ཡིན་ན་རང་ངོས་ནས་གྲུབ་པ་མེད་པ་ཡིན་ནོ། དེ་ཀུན་གཟིགས་དབུ་ཅི་དེ་ནི་རང་ངོས་ནས་མ་གྲུབ་སྐད་ནི་དེ་གཟུགས་ཀྱི་བསམ་བློས་ཡོད་པ་གང་བསམ་བློའོ། དེ་བསམ་བློ་ཁོ་རང་གི་ཅིའི་འགྱུར་སོང་ངོ་ཉོན་བསམ་བློ་བཏང་གོ་དེ་ནོག་ཟེར་ན་དེ་ནི་སོ་སོའི་ཐད་ཀྱི་སྙིང་གའི་ཟླ་བའི་དཀྱིལ་འཁོར་དེའི་སྟེང་དུ་རྡོ་རྗེ་དཀར་པོ་རྩེ་ལྔ་པ་དེ་གཟུགས་ཤིག་ལ་དེ་ནི་འགྱུར་སོང་སྙམ་བསམ་བློ་བཏང་སྟེ་དེ་འོག་གི་ཏན་ཏན་བསམ་བློ་བཏགས་སར་བསམ་བློ་ཡོད་ཚད་མེད་ཚད་ཚང་མ་དེ་ག་བསྐྱུར་ཏེ་སྤོར་དགོས་དེ་ཡིན་རུང་མོ་ལ་ར།

ང་ལ་དད་པ་བྱེད་མཁན་གྱི་སློབ་མ་གཅིག་གྱུར་རེ་འཁྱམ་འདུག་ཚང་མ་ལོག་ཡིན་ཉེ་རིང་བཞིན་དུ་བྱང་ཆུབ་ཀྱི་སེམས་ཐོག་སྟོང་ཉིད་ཀྱི་ལྟ་བ་དེ་སྐོར་མི་ཤོག་ཨ།
དེ་ནས་ཉམས་ལེན་ཁྱོད་ཀྱི་ཡོད་ནམ་མེད་ནའོ་ཅི་ཡིན་ནོ་སྨོན་ལོ་རག་ཟེར་ན་དེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་ལྟ་བ་གཉིས་པོ་དེ་དེ་ནས་ཉམས་ལེན་ཁྱོད་ཀྱི་ཡོད་ནམ་མེད་ན་དུས་རྒྱུན་ཧང་ཧོམ་ཅིག་ཡོད་ནམ་མེད་ན་དེའོ་ཉི་ཧ་ཡིན་ནོ་སྨོན་ལོ་རག་དེ་མ་ཡིན་པའི་ཡང་དེ་ནས། ལ་སྒོམ་བྱེད་དང་དེ་ཚུལ་ཡོད་དེ་ཡིན་ནོ་ཡོད་དོ་ཡོད་དེ་ཡིན་ནོ། ཡིན་ན་དག་དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཟེར་རྒྱུ་ཡོད་ན་མེད་ན་གཉིས་པོ་དེ་ཅི་ནོ་ཟེར་ན་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་ལྟ་བ་ཡང་ན་ཐབས་དང་ཤེས་རབ་ཨོ་དེའུ་གཉིས་ཡིན་ནོ་མུ་ལ་ར་དེ་ནས་སྐྱབས་མགོན་རིན་པོ་ཆེ་དུས་རྒྱུན་དུ་དེའུ་ལ་དེ་ནི་ཏན་ཏན་དེ་ནི་སྙམ་ནས་མཛད་དེ་ཡོད་དོ་ཁྱི་སྤྱང་ཚང་མ་དེ་ནི་སྐྱབས་མགོན་རིན་པོ་ཆེ་ལ་དད་པ་ཡོད་མཁན་ཡིན་ནོ་སེམས་ནང་དད་པོ་ཡོད་མཁན་ཡིན་ནོ་དེའུ་སོང་པས་དེ་ཚུལ་ཞིག་ཡོད་ན་ག་དུས་དེ་ནི་ཏན་ཏན་དག

དེ་ནས་མགོན་པོ་ལུང་སྤྲུགས་ཀྱི་རྩ་བ་ཤེས་རབ་རྣམས་ལ། ལས་དང་ཉོན་མོངས་ཟད་པའི་རྟགས་ལས་དང་ཉོན་མོངས་རྣམ་རྟོག་ལས་འདི་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགགས་པར་གྱུར་ཟེར་བ་དེ་གཟུགས་པ་དེ་ནི་ཚིག་བྱིན་རླབས་ཆེན་པོ་ཞིག་མངོན་དུ་ཡོད་པར་མངོན། ད་དོ་རི། སེམས་ཀྱི་ཆེ་བ་དག། ཐམས་ཅད་ནི་བཞག་གོ་སེམས་ཀྱི་ཡ། ད་དོ་རི་ཆོས་འབྲེལ་འདི་དེ་ཡིན།

དེ་རིང་སེམས་བསྐྱེད་མཆོད་པ་དང་དེ་ནས་ཐམས་ཅད་རྣལ་འབྱོར་སེམས་བསྐྱེད་བཅུ་གཅིག་གཉིས་པོ་དེ་ནས་ད་གསོལ་ད་ལེན་དེ་ནས་བཀའ་བརྒྱུད་ཡོད་ན་མེད་ན་འུ་ཐུག་ཡིན་མོ་ལ་རག་དེའུ་གསུངས་པས་དེ་ནས་སྐྱབས་མགོན་རིན་པོ་ཆེའང་དུས་རྒྱུན་དུ་དེ་གཉིས་ཀ་ཉམས་ལེན་མཛད་དུ་ཡོད་དེའུ་གསུངས་པས་ཁྱི་སྤྱང་ཚང་མ་དེ་ནས་རྒྱལ་བ་རིན་པོ་ཆེ་ལ་དད་པ་དང་སེམས་ནས་ཡིད་ཆེས་ཡོད་ན་དེ་ནས་དེའུ་ལ་ཏན་ཏན་ཉམས་ལེན་མཛད་དགོས་དེ་ནོ་མོ་ལ་རག།
ད་ད་རེ།